ད་ད་རིང་ང་ཚོ་རྩ་ཁ་ལག་རེད། དེ་ལ་སྐད་ཆ་བཤད་ཐུབ་ན་བསམ་བསླད་ཡིན། ཨ་ནི། ཁ་ལག་རེད། ཨ་མདའ་དེ་ངའི་ནང་ལོག་ལ་ལྟ་ག་འགྲོ་འདུག་ཕལ་ཆེར་ལས་བྱེད་ཨ་ནི་ཁོང་ཚོ་མི་གཅིག་གཉིས་ཀྱིས་མ་ཤེས་ཡོད་ས་མ་རེད་དེ་ནང་ལ། ཨ་ནི་ཁྱོད་དེ་ཤོད་དུ། ཧོན་དེ་རེད་ད་ཨ་མདའ་ང་ཏིས་གུ་གི་ཡིན་ར་དེ་ལ་ཨ་ནི། ང་རང་ཚོ་མི་མང་ཡིན་ན་ཡི་དྭགས་ཁ་ཤས་ཤིག་བསྡད་ལ་ས་ཕོར་གཅིག་ག་ལས་ཞག་མི་བཅུ་སོ་གཅིག་འདུག་ད་ལྟ། ཨ་ནི་གལ་སྲིད་དངོས་གནས་ང་ཚོ་ལ་འགྱུར་བ་གཅིག་གོ་འདུག་ང་ཚོ་སྤྱི་ཁང་འདི་ལ changes གཅིག་གོ་འདུག་བསམ་གྱི་ཡོད་ན་ནི། ཨ་ནི། ཏི་ཞིག་གོམ་པ་རྒྱག་དགོས་ཡ་གལ་ཆེན་པོ་འགྲོ་ཞིག་མཐོང་གི་འདུག་ཨ་ནི། ད་ཨ་འདྲ་བ་དོ་ཐབས་ཤེས་གང་ཡོང་ཡོང་གཅིག་ཇི་ཡིན་ཁོང་ཚོ་མཉམ་དུ་སྐད་ཆ་བཤད་ཡ་གི། ཨ་ནི face to face བཞུགས་ན་ཨ་ནི་གཅིག་ཁ་ལོག་རེད་གཞུང་དང་ཨི་འདྲས་གཅིག་ཁ་ལོག་རེད། ཁྲིམས་ཐོག་ནས་ཅིག་འགྲོ་འོང་མ་བཅུག་ན་འགྲོ། བསམ་ནི་ངེས་ཀྱི་ད་ལྟ་བར་དུ་ཐབས་ཤེས་བྱེད་ཡིན། ག་ལ་ན། ང Individual ཅིག་གིས་ད ok Case ཤོར་བ་ཡིན་ན་ཡང་བེ་ཤ་ང་རང་བེ་ཤ་འགྲོ་གི་ཡོད་ཀྱི་རེད་ང་ལ་དེ་བྱེད་ཀྱི་རེད། ནག་ཐིག་ཕོག་གི་ཡོད་ཀྱི་རེད། ཡིན་ནས་ང་ཚོ་ཅི་གང་ཤོར་བ་ཡིན་ན་སྤྱི་བོའི་བེ་ཤ་འགྲོ་འོ་ད། དེ་སེམས་པ་ཤའོ་ད། སྤྱི་བོའི་བེ་ཤ་འགྲོ་ན་ཁོང་ཚོའི་ཞུགས་པ་གི་འགྲིག་མ་རོ། ད་ཡིན་ནས་ངས་ད་རིང་དེ་ལ Confirm ག་རེ་བྱེད་ག་ལེ་ཡིན་ལ་ན་ངའི་ངོ་ནས།

དེ་ལ་དཔེ་བས་དངོས་གནས་ལ action གླེང་དགོས་འདུག་མི་འདུག་མི་མང་ཚོ་ཡིན་ན་ཡིན་བསམ་བློ་བཏང་རོགས་གྱིས། སྤྱི་བ་དཔེ་ཤག་སྒྲུག་གི་རེད་བྱས་ལ། དཀའ་ངལ་འཕྲད་སོང་ན་ང་རང་ཚོ་སྤྱི་བ་ལ་འཕྲད་ཀྱི་རེད། སོ། དེ་རེད་ད་ད་རིང་ངས་དེ་ལ་སྐད་ཆ་ཁ་ཤས་ཅིག་ང་དང་པོ་བཤད་ན་བསམ་སོང་ཁོང་ཚོ་ད་ལྟ་ཕ་གི་ནང་ལོག་སླེབས་མི་འདུག་ར་སླེབས་མི་འདུག་ག་ལ་ན་ཁ་ཚེ་ངན་ལ་ལྟ་ཁོང་ཚོ་གིས་ང་ལ། གཟའ་ཟླ་བ་ལ་སླེབས་མི་འདུག་ཅིག་ཅིག་སླེབས་མི་འདུག་ལ་ཡ་སྒྲོག་བྱས་ཡོད་རེད་དེ་ཚོ་སྒྲོག་ཆ་ཤར་ན་ངེད་ཀྱིས་ནི་འདྲི་བྲལ་བྱས་ནས་ངེད་ཀྱིས་ཁ་ཚང།

ཐུག་ཐུག་དྲང་པོ་ལ་ནི་ང་མ་ལ་རང་ལ་རེད་དྲང་པོ་ལ་ནི་ཨ་ནི། ཡང་བྱས་ལ་ཉི་འབུམ་གྱི་ད་ལ་མ་སོང་ཉི་འབུམ་གྱི་ད་ད་བར་དུ་ཁ་ལོག་རེད་གཞུང་གི་དཔེ་ཤ་འཕྲོ་བརླག་བཏང་སོང་ཨ་ནི་གཞུང་ལ་ཀོར་ལ་རྩིས་རྒྱག་སོང་ལ་ཡེ་འགྲོ་དེ་འདྲས་མ་ལ་རོགས་གྱིས་ལ་ཡེ་ཁ་ལ་ནི་ཁ་ཚང་ཁྱེད་རང་ཚོ་གིས་མཐོང་རེད་ཚོགས་གཙོ་ཡིན་ན་རེད་ཨ་ནི། ད་ད་ག་རེད་གཞན་པ་ཁོ་རང་ཚོ་དྲག་བདེན་ཡིན་ན་རེད་ཁོང་ཚོ་གིས་ལ་གི་དོ་བ་ཁྲིམས་ལ་ཐུག་ཁྲིམས་ལ། གཏུག་ལགས་འདུག་ཁོ་རང་ཚོ་དཔའ་སྐད་ནི་དཔེ་ཤག་དྲུག་འོག་མ་རེད། ངས་ད་ལྟ་བོ་དུ་བསམ་བློ་བཏང་ཡ་དེ་གཞུང་དཔེ་ཤག་ལ་དཀའ་ངལ་འཕྲད་ཀྱི་རེད་གཞུང་ལ་དཀའ་ངལ་འཕྲད་ཀྱི་རེད་ང་ཚོ་ལ་ནག་ཐིག་ཅིག་ཕོག་གི་རེད་དེ་བསམ་བློ་བཏང་ནི་ངས་དེ་ཡིན་རོགས། དེ་རེད། ང་གལ་སྲིད་དངོས་གནས་ལ་གི་འདི་རེད་གཟའ་མི་གཟའ་ཉི་མ་ལ་ང་ལས་ཀ་བྱེད་ཡོད་ནོ་ང་གཟའ་ཟླ་བ་སླད་ཐུག་མ་རེད་དེ་འདྲའི་འདྲ་བོ་རེད་དེ་མ་ཚད་ངས་གི་ལས་ཀ་དངོས་གནས་ལ་ཡི་ཆུ་ཚོད་བཞི་བཅུ་ལྷག་ཙམ་ཙམ་དངོས་གནས་ལ་ཡི་ལྔ་བཅུ་དྲུག་བཅུ་དེ་འདྲ་ཡི་ངས་བྱེད་ཡོད་དེ་ཚོ་ལ་ངས་གི་སྐད་ཆ་བཤད་མེད་ཨ་ནི Over Time ཡིན་ན་བི་ངས་གི་ད་ལྟ་བོ་དུ Over Time དྲང་པོ་ལ་ཧོ། དུད་འགྲ་གཅིག་ཅེས་རྒྱུད་ལས་ཡ་མ་ཕོའི་འགྲོས་འདུག་དུད་འགྲ་གཅིག་རེ་འགའ་ལ། ད་ལྟ་འདི་ཡི་རྒྱུད་ལས་གསར་བ་ཀླད་ཀྱོག་རྙིང་པ་ག་ཅི་སྐད་བཤད་མེད་ད་གསར་བ་གཅིག་པོ་ག་ཅི། དེ་འདྲས་ཀྱི་དུད་འགྲ་གཅིག་གཅིག་རང་གཅིག་ངེད་ཀྱིས་ཐོ་རྒྱབ་འདི་ཇི་ཡི་སྐད་ཆ་བཤད་ཡོད་མ་གཞི་ཨ་མདའ་བར་དུ་ངེད་ཀྱིས་ཨོ་བྷར་ཏཱིམ་ག་ལ་སྐད་ཆ་བཤད་མེད་ལ་ནི་འདི་གཙང་མ་བཟོས་ངེས་འགྲོ་སོང་ཡང་ཁོ་ཚོས་ཀྱི་ལབ་སྟངས་ལྟར་ན་ངས་ཉི་མ་རྟག་པར་ཨོ་བྷར་ཏཱིམ་བྱེད་རྒྱོ་ཚང་མ་དཔེ་ཤག་ཁྱེར་ཞུ་ལ་གི་ཡོད་འགྲོ་དེ་འདྲས་རོ་སྐད་ཆ་ཅིག་ཡང་གླེད་ཀྱི་འདུག་ར། ཨ་ནི་ཡང་མི་མང་པོ་ཅིག་གིས་ང་ལ། ད་ལྟ་བར་དུ་ག་ཅིག་ནི་ཁ་བཙུམས་ཏེ་ཨ་ནི་ཨ་ད། གཞི་ནི་ཁྱོད་ག་རེད་ད་གཉིད་ཚད་སུ་བའི་དོང་དུ་སྐད་ཆ་བཤད་ཀྱི་འདུག་དངོས་ནི་སྐད་ཆ་དྲང་པོ་རེད་ཁྱེད་ཚོ་ང་ཨ་ད་བར་དུ་ཁ་བཙུམས་བསྡད་མེད་ད། ཁོ་ཚོ་དེ་ལ་སླད་ནི་ཟླ་བ་གསུམ་ཟ་དྲུག་གོ་རེད་རོ་ནང་ལོགས་ལ་དངོས་ནི Internally ང་ཨ་ད་བར་དུ Fight བྱས་ནི་བསྡད་རེད Fight བྱས་ཙང།

ག་ལ་ན། ངེད་ཀྱི་དཀའ་ངལ་དེ་འདྲ་འདུག་ཨོ་ཧོ་ལ་དེ་འདྲ་འདུག་ལབ་འདུག། དེའི་སྐབས་སུ་ཁོ་རང་ཚོ་གི་ཚོགས་འདུ་དང་པོ་ཁོ་རང་ལ་གནང་བ་མ་འགྲོ་ནས་ང་ལ། ཨོ་ཁྱེད་རང་ད་ལྟ་རང་ལོ་ཉི་ཤུ་བསམ་བློ་བཏང་ལ་གི་འདུག་ཨ་ཅིག་ཅིག་འདུག་ཨ། ལམ་སང་དེ་ཁོ་རང་ནི་ཨ་རྒན་ཞིག་རེད། དེའི་སྐབས་སུ་ངེད་ཀྱིས་ཁོ་ཚོ་ལ་སྐད་ཆ་འདི་བཤད་རེས་ཀི། ཨོ་ང Over Time དཔེ་ཤག་ཁྱེད་རང་ཚོ་གི་ལག་འོག་རེད Over Time དཔེ་ཤག་བཅར་བྱེད་ལ་ནི། བཅར་བྱེད་བ་ན་ང་ཚོ་གླ་ཆ་གཅིག་དང་ཕྱེད་ཀ་སྤྲད་འོ་རེད། དེའི་གོ་མ་རེད། ང། གླ་ཆ་ཕྱེད་ཀ་དེ་ཨིན་དྲའི Extra བཅར་བྱེད་འོ་མ་ང་རང་ཚོ་དཔེ་ཤག་ཡོད་མ་རེད།

གྲོགས་འགྲིག་རེད་དངོས་གནས་ལ་ཁྱེད་རང་དངོས་གནས་ཅིག་འགྲོ་གོ་བསམ་གྱིན་ན་གྲོགས་འགྲིག་རེད Volunteer ལི་ལས་རེད Volunteer ལི་རྒྱུགས་ལས་ཁུ་ཅི་ཁུ་ཅི་དེ་དང་ལ་ངས་ཡོད་མ་རྟ་ལས་དེ་འདྲའི་ལབ་ཐུ་ར་ཁོང་ཚོ་རྣ་བ་འགྲུག་མི་འདུག་ཨ་ནི་གཏིང་ནས་ཇུས་ཡས་ཇོ་ཨ་ནི་ངས་སྐྱོན་ཚད་དེ་ཇོ་ག་བ་ནི་སྐྱོན་འགྲོ་གོ་འདུག་ག་བ་འདྲས་ཅིག་ནག་པོ་བཟོས་གོ་འདུག་ག་འདྲས་ཐབས་ཤེས་བྱེད་གོ་འདུག་ད་ཁྱེད་ས་གྲོགས་ནས་འོ་དེ་འདྲས་རེད Statement ལོག་ཀ་ལོག་ཀ་ལོག་ཀ་སྤྲད་དེ་གིར་ག་དུས་ནས་ཨིན་འདྲས་ད་ཁྱེད་ཆོ་མི་འདུག་ཨ་དྲང་པོ་ལ་ད་དངོས་གནས་ཅིག་ན་ང་ཚོ་དེ་ལ་ད་ཁོང་ཚོ་ལ་ལྟ་རྟོག་བྱེད་མཁན་ཡོད་མ་རྟ། ང་ཚོར་དཀའ་ངལ་ཞིག་འཕྲད་འོ་ད་དྲང་པོ་བྱེད་མ་སོང་ལ་ན་སུ་ལ་ག་འགྲོ་ད་ལ་ཨོ་གཞུང་དང་ད་བོད་རིགས་འབྲེལ་གཏུག་པ་དང་ད་ང་ཚོ་ད་ཅིག་དོན་གཅོད་དེ་ཚང་མ་ལ་རེ་ཡ་བྱེད་མཁན་ཡོད་མ་རེད་ཨ་ནི་དེ་འདྲས་རེད་ང་ནང་ལོག་ལ་རྫིང་དེ་ཡོད་ད་འདྲ་བ་དུ་ཟླ་བ་གསུམ་ནང་ལ་ང་ཚོ་འཁྲུག་པ་མང་པོ་ཤོར་ཚར་རེད་དེ་ཤོར་རྒྱོ་དེ Personally དོན་དག་ཡིན་འདྲས་མ་རེད་ད་སྤྱི་བའི་དོན་དག་ལ་ལས་ཀ་བྱེད་སྟངས་སྤྱི་བག་གིས་དེའི་ཐོག་ཁ་ཤས་ལ་ཁེ་ཕན་སྤྲད་ཁ་ཤས་ལ་མ་སྤྲད་དེ་འདྲས་བཟོ་འགྲོ་བ་དང། སྤྱི་བག་གི་ཐོག་ནས་ཁོང་ཚོ་གིས་ཡང་འོ་དེ་འདྲས་བསམ་བློ་བཏང་གོ་མ་རེད་ག་རེ་བྱེད་ནི་བྱེད་མི་བཞག་ཤོག་ཁོ་རང་ཚོ་དཀའ་ངལ་ད་ག་རེ་བྱེད་ནི་བྱེད་ལག་གོ་ད་དེ་འདྲས་ངས་མ་བྱས་དེ་འདྲས་ཀྱི་ཐོག་ནས་ང་ཚོ་དཀའ་ངལ་འཕྲད་གོ་ད་དཀའ་ངལ་འབྱུང་གི་རེད་ནང་ལོགས་ལ་ད་བ་མ་བསྟུན་པར་དེ་འདྲས་ཀྱི་ཐོག་ནས་འབྱུང་གི་རེད། ད་ཡིན་ནའི་དྲང་པོ་ལབ་ན་ད་བདག་རང་རེད་དོ་ཁ་མ་ཉན་ཁོང་ཚོ་གིས་ལབ་རྒྱོ་དེ་མ་བྱས་ན་ཨའོ་བཏང་བཞག་གི་དོ། ང་ཚོ་ཁོང་ཚོ་མཉམ་དུ་ཟླ་བ་གསུམ་མ་ཞིག་འགྲོགས་ཡོད་མ་རེད། བསམ་བློ་ཡག་པོ་བཏང་སྟེ་ཟླ་བ་གསུམ་ནང་ལ་ཁོང་ཚོ་གིས་ངའི་ཀ་གི Character ཚང་མ་ཧ་གོ་ཚར་དོ། ག་འདྲས་ཧ་གོ་རེད་བས། དེའི་བསམ་བློ་ཅིག་བཏང་ཡ་རེད་བ། འོ་འདི་རེད་ཨ་ནི། དངོས་གནས་ལས་ད་ང་ད་དུང་ཡིན་ན་ངས་དུས་ཚོད་སྤྲད་ཀྱི་ཡོད་སེ་གཉིས་ད་རིང་སང་ཉིན་ངས Written Statement སྤྲད་ཀྱི་ཡིན་ཁོ་རང་ཚོ་ལ་ད་དུང་ང་དུས་འདྲ་གཅིག་སྒུག་གི་ཡིན། ཨ་ནི་དངོས་གནས་ལས་ཅི་གང་ལ་བརྩེ་བ་ཡོད་ཅི་གང་ལ་ཅིག་འདུག་འོ་ནི་དེ་ཡང་ཇུ་མ། ཉི་འབུམ་གྱི་ཨོ་ད་ཁོ་གིས་དངོས་གནས་ཞུ་ཁྲིམས་ལ་སྐད་བཤད་ཅིག་བགྱིས་ཤག་གཞུང་དཔེ་ཤག་འཕྲོ་བརླག་བཏང་ཤག་དེ་འདྲས་མ་ལབ་རོགས་གྱིས་དངོས་གནས་ལས་ངས་དངོས་གནས་ཐབས་ཤེས་ཡོད་གུ་རྩ་དྲུག་ཅིག་གང་ཡོང་ཡོང་ཅིག་ཡིན་སྐད་ཆ་བཤད་ད་ད་རིང་ཡིན་ན་ནམ་རྒྱུན་ཉི་མ་རྟག་པ་གཟའ་སྤེན་པ་དེ་ལ་ལས་བྱེད་དེ་ཚོ་ཁོ་རང་ཚོ་བསྡད་ལ་འཛོམས་ནི་ག་ལ་འོ་རེད་དེ་ཅིག་རེད་ག་ལ་འོ་རེད་ཚོགས་འདུ་ཚོགས་དགོས་རེད་ད་ད་རིང་འགྲོ་ན་ཡང་ཁོ་ཚོ་ཡོད་མ་རེད་ནང་ལོག་ལས་བྱེད་ཅིག་མ་ཞིག་མི་འདུག་ལགས་དོ། ད་ཨེ་འདྲས་རེད་ཨེ་འདྲས་བྱེད་དུ་ཨ་ནི་ཁག་པོ་ཆགས་འགྲོ་གི་འདུག་སྐད་ཆ་བཤད་ས་རག་གི་མི་འདུག་ཨ་ནི། ད་མི་མང་གི་སྙིང་རྗེ་དངོས་གནས་ལ་མི་མང་ལྐུག་པ་མ་རེད་མི་མང་གི་མཐོང་འདོད་ཡོད་རེད་ང་ནི་ད་ལྟ་ཡིན་ན་རྒྱབ་སྐྱོར་དངོས་གནས་ལ Internet ཐོག་ནས་དངོས་གནས་ཚད་མཐོན་པོ་རྒྱབ་སྐྱོར་བྱེད་ཀྱི་འདུག་ཚང་མ་གི་དངོས་གནས་འགྱུར་བ་གོ་རེ་ལབ་ཀྱི་འདུག་ཡིན་ནའི་དོན་རྡོག་པོ་ཡང་དེ་ལ་དངོས་ཡོད་ཀྱི་ཡང་སླད་དུ་ངས་ཏིས་ཁག་པོ་འདུག་ར་ཨ་ནི Internet རེད་དངོས་གནས་ལས་ད་ངས་གི་ཁོང་ཚོ་དེ་ལ་ང་འཁྲུག་པ་རྒྱག་ག་དང་ང་ཁོང་ཚོ་ལ་དེ་འདྲས་ཅིག་འཛིན་ག་དང Internet ལས་མེད་ད་སྐད་ཆ་བཤད་ག་ལས། གསལ་བཤད་བྱེད་ག་ལས། ད་ག་རང་རེད་ད། ཨ་མདའ་གྲོགས་ནང་ཁོང་ཚོ་ལས་བྱེད་ལས་མི་འདུག་ད་ང་ཨ་མདའ་ཏིས་སྒུག་གི་ཡིན། ཨ་ནི་ག་འདྲས་འདུག་ལྟ་གི་ཡིན་ར་ཨ་ནི། ཇུ་མ་ཡིན་ནས་དངོས་གནས་ལས་ང་རང་ཚོ་ལ་ར་དྲང་པོ་ལ་གི Board of Directors ལ་ཡིས་ཏོ། དེ་ང་ཚོ་གི་མི་འདའི་དེ་ལ By Law བཟོས་ཡོད། By Law སྟབས་བརྩི་རྒྱབ Table ནང་བླུགས་བཞག་ཡོད། དེ་བླུགས་ཡ་མ་རེད By Law གི་གཞི་བཟུང་ག་རེ་ལ་གི་འདུག་དེ་ཚོ་ཁོང་ཚོ་ལྟ་ཡོད་རེད་བས།

དངོས་གནས General Body Meeting དེ་ཚོ་དངོས་གནས་བྱུང་ན་ཟླ་བ་དྲུག་ནང་ལ་ང་ཚོ General Body Meeting འཚོགས་ཐུབ་པ་དགོས་རེད། དངོས་གནས་ལས་མི་མང་ཨ་ནི་ཡར་རྒྱས་བཏང་ཡག་ང་རང་ཚོ་ནུས་མཐུ་ག་རེ་བྱེད་ཀྱི་འདུག་ཡང་མང་སྐད་ཆ་བཤད་ཡག་དང་དེ་འདྲས་ཀྱི་ཐོག་ནས་ཡོང་གི་རེད་བ། དེ་དང་གཅིག་ཨ་ནི་ང་ཚོ་ད་ལྟ Management དང། རྒྱུན་ལས་ལ་ཡ་དེ་དེ་གཉིས་དེ་ལོག་ཀ་ཅིག་བཟོས་དགོས་འདུག་བེད་རྒྱ་ཆེན་བརྒྱ་དང་ལོག་ཀ་ཡོང་གི་མ་རེད་དེ་ཁོ་ལས་ཀ་བྱེད་སྟངས་ཀྱི་ངོ་བོ་དེ་ལོག་ཀ་རང་བཟོས་དགོས་འདུག་དེ་མེད་བ་ཡིན་ན་རྒྱུན་ལས་རེ་རེ་སླེ་དུ་ལོ་གཉིས་གཉིས་ལ་སོ་སོ་འདོད་པ་རང་བྱེད་ག་འཇུག་མ་འཇུག་བྱེད་ཡང་ཁྲིམས་གསར་བ་བཟོས་ཨེ་འདྲས་བྱེད་དུ་དཀའ་ངལ་དཔེ་ཆེན་པོ་འཕྲད་འགྲོ་གི་འདུག། དྲང་པོ་ལའོ། ད་འདི་རེད་ད་ད་རིང་ད་ད་ང་ཚོ་ངེད་ཀྱི་ཐབས་ཤེས་ཅིག་བྱེད་ཀྱི་ཡིན་ནང་ལོག་འགྲོ་ནས་ར་མིག་ཞིག་བལྟ་ཡག་གི་ཐབས་ཤེས་བྱེད་ཀྱི་ཡིན། ཨ་ནི། ད། ཨ་ནི། མིག་ཞིག་བལྟའོ་ད་ཁོ་ཚོ་ག་ལ་གི་འདུག་ར་ང་ཚོ་ཁག་པོ་འགྲོ་ད་རེད་ཞག་ཁོ་ཚོ་ཀླད་ཁོ་ར་མི་འདུག་དང་པོ་ད་ཨ་ནི་དེ་ལ་ལས་བྱེད་ཅིག་གཉིས་མ་ཞིག་མི་འདུག་ར།

ང་ལས་ཀ་སྤི་ཐང་ཇི་ཡོད་ར། དེ་ཏག་ཏག་སྤི་མ་སོང་ལས་ཀི་ར། Protocol རྩིས་ནི་སྤི་མ་སོང་ལས་ཀི་ར། གཉིས་པ་མི་འདེད་ཁྱེད་ཚོ་གིས་ཏག Statement གསུམ་བྱེད་འོ་རྒྱག་རེད་ང་ལ Accusation ཇི་ཡོད་རེད། དེ་ཚོ་མི་འདེད Dismiss ཡིན་འོ་འབྲེལ་བ་མེད་ལ་ཡ་ཅིག་གཙང་མ་ཅིག་གོ་འདུག་ལས་ཀི་ར། གསུམ་པ་ང་རང་གིས་ཏག་ཁ་ཚང་གླ་ཆ་འགྲོ་ཆ་ཆ་ན་པི་ལགས་ངེད་ཀི་གླ་ཆ་ཅིག་ཡོད་ར་དེ་ཚོ་ཡིན་ནས་བཀག་བཞིན་འདུག་ར་དེ་ཚོ་ཏག་དངོས་གནས་བྱེད་ན་ངེད་ཀི་བེང་ན་ལས་འོ་ཡ་འགྲོ་ཅི་རེད་ད་འདུག་ལས་མི་འདུག་ར། གར་སྤྱིན་བཀག་ཡོད་མེད་ང་གོ་ཚོད་མ་སོང་ར་དངོས་གནས་ལ་དེ་ཚོ་ངེད་ཀྱི་ལག་གི་ཡོད་རོ། དེ་གང་ལ་ད་ང་རང་ཚོ་སྤྱི་ཁང་དེ་ཡར་རྒྱས་འགྲོ་ཡ་ཆེད་དུ་དངོས་གནས་ང་ཚོ Board of Director དེ་ཚོ་གོ་འདུག་ཁ་ལ་ནི་ཁྱེད་ཚོ་གི་ནུས་འདོད་ཅིག་བྱེད་འོས་ན་ཁྱེད་ཚོ་ལ་ཡི་ལྟ་རྟོག་བྱེད་མཁན་ཞིག་གོ་ར་ཨ་ལ་ངན་ཞིག་གོ་ར་དེ་མི་འདུག་ལ་འོ་ད་ངེད་ཀྱི་ཏོ་དེ་ཚོ་ང་ཚོ་བའི་ལོ་ཡོད་རེད་རོ་ཁྲི་ལེ་ཧ་གོ་གི་རེད་ངེད་མ་ང་ཚོ་བའི་ལོ་བཟོས་ཡོད་ར།
ཚང་མ་ཡོངས་སུ་རྫོགས་ཡིན་ཨེ་དྲག། འདི་རྟོགས་ལ་མཁས་ཨ་ནི་འདི་ནི་ཇི་ནི་བཀའ་རྒྱ་ག་རེ་བཤད་ཡོད་ན་ནི་མུ་མཐུད་ནི་མ་བགྲོས་ཅེས་ཨ་ནི་ད་ག་རང་རེད་ཨ་ནི་ད་ལྟ་ཁྱོད་རང་གི་ད་ལྟ་ངོས་ཀྱི་ལུས་ནི་བཀའ་ཡི་ཤེས་དེ་ནི་ང་ཚོ་ནི་རྒྱུ་གཉིས་གསུམ་ནི་ད་ལྟ་ཁྱོད་རང་ཧ་གོ་ར་ད་ལྟ་ང་ཚོ་རྒྱུགས་ཁྲིད་བྱེད་དེ་དོ་ཨ་ནི་ཚོགས་ཁང་ནང་ནི་ད་ལྟ་ང་རང་ཁྱོད་རང་ཧ་གོ་ར་བཀླགས་དེ་དོ་ཨ་ནི་འདི་བག་ནི་ང་ཚོ་ཡ་མ་གཅིག་བཤད་དེ་ནི་ཨ་ནི་མིར་གི་བཏང་ན་དེ་འོ་ན་མི་འགྲོ་ཨ་ནི་ད་ལྟ་ཁྱོད་རང་གི understand བྱེད་ཀྱི་ཡོད་ཟེར་གི་དོ་དེ་ཡི་ད་ཚུ་ང་ཚོ understand བྱེད་ཕ་ཡ understand བྱེད་ཨ་ནི་ཁྱོད་རང་གི་བཤད་ཚང་མ་ཡིག་ཐོག་ནི།

རྒྱབ་སྐྱོར་དངོས་གནས་ལས་ད Social Media ནང་ལ་རྒྱབ་སྐྱོར་མཐོང་ཡོད་རེད་ཨཱ་ནི་དོན་དོག་པོ་དངོས་སུ་ཨཱ་ནི་ག་ཚོད་སླེ་ཤ་དེ་མཐོང་ཡོད་རེད་ང་དངོས་གནས་སེམས་ཤུགས་ཆགས་དགོས་ཡ་དང་ང་དངོས་གནས་འདི་བྱེད་དགོས་ཡ་མེད་ངེད་ཀྱི་དེ་རིང་གཙོ་བོ་ལ་ཡ་དེ་ག་ལ་དགོས་ལ་ན་ང་རང་ཚོ་གི་སྤྱི་ཁང་དེ་སྤྱི་ཁང་དངོས་གནས་སྤྱི་བའི་ཁང་པ་ན་ཞིག་བཞག་དགོས་འདུག་དེ་ལ་ནུས་འདྲུ་མང་པོ་ཞིག་ཤོར་དགོས་འདུག་དེ་མང་པོ་ཞིག་འདུག་དེ་འདྲའི་ལ་དུ་དཀའ་ངལ་དེ་འཕྲད་བསྡད་ཡོད་རེད་ཨཱ་ནི།

ཨེ་ནི་འབྲེལ་བ་བྱེད་དུས་སོན་པ། དྲི་བ་ཡོད་ན་དྲི་བ་ཉིས་འབུམ་གྱི་ལན་བརྒྱ་ཐུབ་ན་བརྒྱབ། བརྒྱབ་མ་ཐུབ་ན་ཨེ་ནི། རྒྱུ་ལས་དང་ཁོང་ཚོ་ལས་འབྲེལ་བ་བྱེད་ང་ཚོ་ལན་སྤྲད་ར། ཨེ་ནི། ད། སྤྱི་ཟླ་ཉིས་སྟོང་ཉིས་བརྩེགས་ལྔ་གི་སྤྱི་ཟླ་བཅུ་བོ་ག་ཅིག་ད་ལྟ་ནས་འབུ་གིན་བྱེད་ཚར། འོན་ཏེ་ཉིས་འབུམ་ཐོན་ནས་བྱེད་ར། ད། ཚེ་འཚོ་གཅིག་འཚོ་རེ་དགུ་མོ་དགུ་སྟོང་འདི་གང་ལ་ཉེས་པ་ང་ཚོས་དེ་རོས་ཁྱེད་རང་ཡོད་དུས་སོན་པ།

ཀྲི་སི་ཝི་ཀི་མཚན་ཚོགས་འཚོ་བའི་བརྗོད་ར་དང། བོད་རིགས་སྤྱི་མཐུན་ཚོགས་པ་དག་དང་དང་རྒྱབ་སྐྱོར་གྱི་རྣམ་པ་ཕྱེ་ནས་ལོ་ཟླ་ར་ཞིག་ང་ཚོ་དགའ་རང་ལ་འཚོ་བར་དང་མུ་མཐུད་ནས་འཚོ་བའི་ར་དང། གྱོང་ར་ལ་དེ་འདྲ་ལྟ་ཕྱོགས་གཉིས་ཡོད་ར་དང། དང་ང་ཚོའི་དངོས་ནི་དངུལ་སྤྲད་དེ་སྤྲད་སྤྲད་འདི་གང་ལ་ཆེ་བ་ཡི་སྤྲད་སོ་ད། ཚོ་ཧ་གོ་ཡ་དེ་ཀུམ་པི་ལ་ང་ཚོ་ཧ་གོ་ཡ་དེ་ཉི་མ་ཁ་ཤས་སྔོན་ནས་ཧ་གོ་རེད་བ་ཀི་ད་བ་དང་བ་ངས་ནས་ཧ་གོ་རེད། ཉི་མ་ཁ་ཤས་ཤིག་ངས་ལ་ཧ་གོ་རེད། ཉི་མ་ཁ་ཤས་ཤིག་ངས་ལ་ཧ་གོ་རེད་ར།

དོན་བྱས་ཡོད་རེད་ད་ནི་སྐུ་ངོ་སྐུ་ངོ་འདྲ་བྱས་ཡོད་རེད་ད་ཁ་ཚང་ལབ་ནི་ད་ད་བ་འགྲོ་དགོས་རེད་ད་འདའ་པོ་ད་ཨ་ལེན་ད་ལེན་ཡོད་མ་རེད་ང་ལ་དངོས་གནས་ལས་ད་ཅིག་ཕོན་ཅིག་བཏང་ནི་ཡང་ན་འོ་བསླབ་བྱ་ཅིག་རྒྱག་ན་ཡི་འོ་དེ་འདྲས་ཅིག་ལབ་ན་དེ་གམ་ཅིག་ད་ང་ཚོ་ལབ་མ་ཆོག་རེད་བསམ་ཁུངས་མི་འདུག་ར་དེ་ན་ཞིག་རེད་ཚིག་ཅིག་ཡོད་མ་རེད་ར་ད་ཨ་འདའ་ཆ་ལ་མི་མང་གི་ཡིན་ན་ཡི་དྲང་པོ་ལབ་ན་ཚེ་མཐོན་པོ་གི online ཐོག་ནི་རྒྱབ་སྐྱོར་དཔེ་ཡག་པོ་བྱེད་ཀྱི་འདུག་ར་ཡིན་ནས་དོན་དོག་པོ་ཡང་ཕྱི་ལོག་ལ་དེ་ལ་ཡོང་ནི་སྐད་ཆ་བཤད་ཡས་ཅིག་ར།

ཁོང་ཚོ་ལ་བའི Accountability གོ་ར་དང། ལས་ཀ་ཅིག་བྱེད་པ་ཡིན་ན་ཁོང་ཚོ་ལ་ལྟ་རྟོག་བྱེད་མཁན་དང་ཁོང་ཚོ་ལ་ནོར་གི་འདུག་ན་འདུག་ལ་གོ་ར་སྲིད་སྐྱོང་ནོར་གི་འདུག་ན་གྲོས་ཚོགས་ཀྱི་ལག་གི་འདུག་ཨ། དེས་ན་ཞིག་ང་ཚོ་དེ་ལ་དེས་ན་ཞིག་གོ་ར་གཅིག་ལྟ་ཁོང་ཚོས་ནོར་གི་ཡོད་ན་དེས་ན་ཞིག་ཨ་ནི Management འགྲོ་ན་ལོ་གཉིས་གཉིས་འགྱུར་བ་ཐལ་དྲོ་འདུག་ཁག་པོ་ཆགས་འགྲོ་གི་འདུག་ཨ། ངས་མི་ཁ་ཤས་ཀྱི་དངོས་གནས་ལ་ད་དང་པོ་ཇོ་ལགས་ཅིག་གི་སྐད་ཆ་བཤད་ཀྱི་འདུག་ཁོ་གི་སྐད་ཆ་ཉན་པ་ཡིན་ན་གན་རྒྱ་དེ་ཚོ་བཙོང་ནས་ཧོལ་འདི་ཆེད་དུ་འགྲོ་སོང་བཏང་ཡོད་རེད་ལགས།

དེ་ལ་སྒྲིག་འཛུགས་བྱོས་དེ་ཁྱེའུ་གཅིག་རེད་ལ་ང་ཚོ་སངས་མ་གསོད་འདོད་པ་ཡོད་ན་རེད་མེད་ན་རེད་མ་རེད་ང་ལས་ཀ་འདུག་མི་འདུག་དེ་འདྲའི་ཐོག་ནས་འདི་བསམ་བཏང་ངོར་མ་ཤེས་ད་ལས་ཀ་ག་རེ་འདུག་དངོས་གནས་ག་རེ་འདུག་ད་ལྟ་དུས་ཚོད་སྤེལ་བའི་འགྱུར་བ་ཐད་ད་ད་ལྟ online འགྲོ་ལ་ཡ་དེ་ང་ཚོ website འདི་ཚོ་ད་ད་ད་ན་ནིང་ཁོང་ཚོ་གི་རྒྱུ་ལས་ཀྱི་ཧ་གོ་མེད་སྒོར་མོ་ལྔ་སྟོང་འགྲོ་ཆེད་ཉག་ཡོད་རེད་ཁོང་ཚོ་གི website འགྱུར་བ་བཏང་ཡ་ལ་ཕལ་ཆེར་ཡིན་པ་ཡོད་ར་ཕལ་ཆེར་ལ་གི་ཡོད་ད་ཡང།

ལུས་ཕོག་མང་པོ་ཞིག་འདུག་ལབ་ཡོད་དེ་ཚོ་ང་ཚོ་འགྱུར་བ་གཏང་དགོས་འདུག་མེམ་པར་ཤིབ་འགྲོ་ན་དེ་ཚོ་ང་ཚོ་འགྱུར་བ་གཏང་ནས་ཨ་རིའི་གཞུང་མཉམ་དུ་སྐད་ཆ་བཤད་ཡོད་ད་ད་ངས་ད་རིང་གི་དེ་ལ་འདི་འགྲིག་མི་འདུག་ས་ངས་འགྲིག་མི་འདུག་གཉིས་འགྲིག་མི་འདུག་ཞུ་གཅིག་ལབ་བསྡད་ན་ཙམ་ཙམ་སེམས་པ་དེ་གན་ཇི་ངས་འགྲོ་འདུག་མི་མང་གི་ཐོག་ངས་གི་ཨ་ཨ་ཅིག་ཐོག་ང་རང་ལ་ད་རིང་དེ་བྱས་ནས་ད་ངས་མི་མང་ལ་ཞུ་གཅིག་དེ་འདྲ་མ་རེད་དངོས་གནས་ལ་ང་ས་ངན་ནས་ངས་ག་བ་ཤོག་ལ་ག་རེ་བྱེད་དགོས་ང་ཚོ་གཅིག་གང་བྱེད་འདུག་གཅིག་བྱེད་དགོས་ན་ངས་སྐད་ཆ་རྐྱང་ང

ང་ལ་དངོས་གནས་ལ་ཡིན་ཉི་མ་བཅུ་སུ་ཙོ་ཡང་ན་དུས་འདྲ་གཅིག་ངེད་ཀྱི་དུས་ཚོད་སྤྲད་ཀྱི་ཡིན་དེའི་ནང་ལ་ང་ལ action ལེན་རོགས་གྱིས་ལ་ཡང་ཁོང་ཚོ་གཅིག་པུ་ལ་མེད་དེའི་སྐད་ཆ་དེ་ནིའུ་ཡོག་མི་མང་གང་ཙམ་ལ་ཡིན་དངོས་གནས་ལ་ང་རང་ཚོ་གཅིག་གང་ལ་ཡང་ཇུ་མང་ཉི་བུམ་གྱིས་ཨོ་ད་དེ་བྱས་མ་སོང་གཉིས་བྱས་མ་སོང་མ་ལ་རོགས་གྱིས་ལ་ནི་ངས་ད་ལྟ་ནས་གཙང་མ་གཙང་རྐྱང་བཟོ་གི་ཡོད་ཚང་མ་བསམ་བློ་ཡག་པོ་བཏང་རོགས་གྱིས་དངོས་གནས་ལ་གཅིག་གང་དེ་ལ་དངོས་གནས་ལ་ང་ཚོ་ཏིས་འགྱུར་བ་གཅིག་ད་གོ་འདུག་ཡིན་གྱི་མི་འཇིག་གོ་འདུག་ང་ཚོ་ལ board of director འགྲོ་བ་དང་ཨ་ནི་གཅིག་ལོ་ལོ་ལ་ཚོགས་འདུ་ཚོགས་ཡ་སོ་འགྲོ་བ་དང། ནི Management དང་རྒྱུ་ལས་དེ་ཚོ་ལོག་ཀ་བཟོ་ཡ་སོ་ཏྲོག་དང་དེ་ཚོ་གོ་འདུག་ང་ཚོ་ལ་ཨ་ནི་བསམ་བློ་གཏང་རོགས་བྱིས་ལ་ཡ་ཡིན་ཨ་ནི་མང་བོ་མང་བོ་ལ་དེ་ན་ཆོས་སྐད་མིན་འདུག་ཡ་ཡ་ཨ་ནི་ཚང་མ་ལོ་ཚད་རིང་ལྕགས་པོ་བྱིས་ཨ་ནི་བྱས་ལ་ཡང་ང་ཚོ་སྐད་ཆ་བྱུང་འདུག་ཁོ་རེ་ངས Update བྱིས་ཡོང་གི་ཡིན་ཨ་ནི་ད་རིང་ང་སྤྱི་ཁང་ལ་ཡོང་ཡ་དེ་ལ་སིན་ད་རིང་ནི་གསུང་ང་དྲུག་མེད་ལ་ནི་དེ་ལ་ཡ་ཡིན་ལ་སེ་ཚང་མ་ཚད་རིང།

ངས་སྟོན་སར་སྟོན་གྱི་སྐོར་དང་སྟོན་གྱི་སྟོན་ཐག་ཆོད་སྟོན་གྱི་ཡིན་ད་ལ་ནི་ངས་དེ་རིང་གཙང་མ་གཙང་རྒྱ་ལ་གི་སྟོན་ཐག་ཆོད་ང་སྟོན་གྱི་ཡིན་ད་ཇུ་མ་ཡང་གཉིས་འབུམ་གྱི་གཅིག་རྗེས་སུ་གཉིས་རྗེས་སུ་མ་ལབ་རོགས་བྱེད་ལ་གི་ད་ལྟ་ངས་དེ་རིང final notice ལ་གི་མི་མང་ལ་ཡིན་ན་རེད་རྒྱུན་ལས་ཚོ་ལ་ཡིན་ན་རེད་ཉི་མ་བཅུ་དུས་འདྲ་གཅིག་ནང་ལོགས་ལ་ང་ལ action དགོས་ཡོད་ཨ་ནི་གང་ལ་དེ་ངས་ཚོ་ཡིན་ན་རེད action དགོས་ཡོད་ཚོགས་པ་ཁག་ཡིན་ན་རེད་སུ་ཡིན་ན་རེད་ད་གལ་སུ་འདྲ་བྱས་ན action ལེན་རོགས་བྱེད་མ་ལེན་སོང་ན་ཇུ་མ་ང་ལ་འོ་དེ་ནོར་སོང་ཕ་གི་རྗེས་སུ་མ་ལབ་རོགས་བྱེད་དངོས་གནས་ལ་གི་གཙང་མ་གཙང་རྒྱ་ཡིན།

འདི་གང་ལ། མ་འདྲེས་ཆགས་ཚར་ར་འདི་ག་སོ་ང་མ་འདྲེས་ལས་ཀ་བྱེད་དེ་ཡོད་ད་དངོས་གནས་བྱས་ན་མ་འདྲེས་ཞོགས་ཀའི་ཆུ་ཚོད་ལྔ་བ་སུ་བ་དུ་ང་ལས་ཀ་བྱེད་དེ་ད་མ་འདྲེས་ཀྱི་ཚེ་ཡིན་ཆུ་ཚོད་བཅུ་གཉིས་ནས་བྱས་དེ་བས་བསམ་བློ་ཞིག་བཏང་ད་ཨ་ནི་ས་འདྲེས་ཀ་ཅེ་ཡིན་ཡིན་པ་བྱས་ཆུ་ཚོད་དྲུག་པ་ནས་བཅུ་གཉིས་བར་དུ་ད་ཨ་ནི་དེ་ཚོ་ཚང་མ་ངས་བྱེད་དེ་ཡོད་རེད་ད་དེ་ཚོ་དྲང་པོ་ལགས་ད Proof བྱེད་ས་ན་ངས Proof བྱེད་ཀྱི་ཡིན་དྲང་པོ་ལགས་ན་ཆུ་ཚོད་བཞི་བཅུ་ངེད་ཀྱི་སྤྱི་བ་ལ་གྱོང་སྤྲད་མེད་ག་འདྲའི་ཐོག་ནས Proof བྱེད་ཡ་ནི་ངས་ཁྱོད་རང་ཚོ་གིས་ཡིན་ན་ཁོང་ཚོ་གིས་ད་ང Access སྐོར་མེད་བ་བཟོས་ཤག

ཡང་སྐྱོ་གོ་ནི་དངོས་གནས་ལན་ད། ཁྱེད་ཚོ་ཚང་མ་ལ་ཐུགས་རྗེ་ཆེ་ལ་ཡ་ཡི་སེམས་པ་གདེང་ནས་ཐུགས་ཆེ་ལ་ཡ། ང་ཚོ་དངོས་གནས་ལས་ད་ང་ཚོ་འགྱུར་བ་ཅིག་གོ་འདུག་ད་རིང་ངས་ཀྱི་འདི་གི་ཨ་ལམ་སང་འགྱུར་བ་ད་ཐེག་གི་མ་རེད་ང་ཚོ spark ཅིག་ད at least ང་ཚོ་སྤྱི་ཚོགས་ནང spark གྲོགས་ཅིག་སླེབས་ན་ང་ཚོ་སྤྱི་ཚོགས་དེ་ཞིག་དམིགས་དག་ན་བསམ་གི་འདུག་ར་དེ་རེ་བ་ད་ག་རང་གང་ལ་ངས་ཀྱི་འཛམ་བཞག་གི་ཡོད་ཨ་ཚང་མ་ཚེ་རིང་ཨ་ཕྱིས་སུ་མཇལ་ཡོང་ཚེ་རིང།